མངའ་སྡེ་གཅིག་ཡོད་རེད་མངའ་སྡེ་དེ་གི་མིང་ལ་ཡང་རྡ་རམ་ས། རྡ་རམ་ལ་མངའ་སྡེ་མངའ་སྡེ་ཆེན་པོ་གཅིག་དང་མངའ་སྡེ་གལ་ཆེན་པོ་གཅིག་བ་ཡུལ་ནང་ནི་ཨོ་དེའུ་ཆི་ཆགས་བསྡད་དགོས་རེད། མངའ་སྡེ་དེ་གི་རྫོང་དཔོན་ཨ་ནི་ཁོ་རང་མིང་ལ་ཡང་ཧར་ཀ་སམ་པང་བྱས་འདུག་བརྩམས་པ་ཧར་ཀ་སམ་པང་དང་ཨ་ནི་ཧར་ཀ་སམ་པང་དང་ནཱ་རེན་དྲ་མོ་དི་ཁོ་གཉིས་ཡང་རྟ་ཡག་གི། ཆིག་གི་དབྱིངས་འདྲ་བོ་ཆིག་ཁོ་གཉིས་ཀྱི། སྐད་ཆ་ཉན་ཡག་གི་དབྱིངས་འདྲ་བོ་ཆིག་བཞུགས་ཆིག་ལེ་ཡོད་པོ་འདུག། སོང་ཙང་འདི་འདྲ་གང་ནི། ད་ང་ཚོ་སྤྱི་ཚོགས་ནང་ལོག་ལ། གོ་བ་གླེང་ཡག་དང། ཨ་ནི་སློབ་སྦྱོང་གླེང་ཡག་དེ་འདྲའི་མང་པོ་ཆིག་འདུག་བསམ་ས་རོགས་ཆིག་དྲན་གི་ཡོད་རེད་བ། ད་སྔན་མ་ནས་ངས་བརྙན་ཐུང་ཐད་ཀ་རྒྱང་སྲིང་མང་པོ་ནང་ལོག་ལ། ཨ་ནི་རྣམ་པ་ཚོ་ཉམས་ཐོག་ལ། འཚོ་བ་བསམ་རྒྱུ་ཡིན་བྱས་རྗེས། བཤད་མྱོང་ཡོད། ཡིན་ན་རྣམ་པ་ཚོ་གི་དོ་སྣང་ཞིག་ཞུ་ཧུ་ཅི་བྱ་མི་འདུག། སོང་ཙང་ད་ལྟའི་སྐབས་ན་ལོ་ལ། དངོས་གནས་དྲང་ནས། འཛམ་གླིང་གི་ཆབ་སྲིད་ཀྱི། གནས་སྟངས། རྒྱ་ཁབ་ཀྱི། ཨ་ནི། བདེ་འཇགས་ཀྱི་གནས་སྟངས། ཨ་ནི་རྒྱ་གར་རང་གི། ཨ་ནི་མ་དངུལ་གྱི་གནས་སྟངས། ཨོ་དེ་འདྲ་མང་པོ་ཅི་གང་ལོ་ལ། ཨ་ནེ། ད་ཨ་རིག་གི་གནོད་ཤུགས་འོག་ལ་རྒྱ་གར། ཨ་ནེ་དཀའ་ངལ་ཅིག་ན་ལ་ལ། ལྷུང་ཡག་གི་འབད་བརྩོན་བྱེད་ནས་འགྲོ་བདེ་བའི་སྐབས་ན་ལོ་ལ། ཨ་ནེ། རྒྱ་གར་གི། གདམ་བཞའ་བས་གི་སྲིད་འཛིན Narendra Modi གི། ད་ལྟའི་སྐབས་ཀྱི། རྒྱ་གར་དེ་གཅིག་སྟོང་དགུ་བརྒྱ། བདུན་བཅུ་དང་དྲུག་བཅུ་གི་རྒྱ་གར་མེན་པ་དང་ད་ལྟའི་སྐབས་ཀྱི་རྒྱ་གར་དེ། ཨ་ནེ་ཉིས་སྟོང་ཉིས་བརྒྱད་བཞི་དུས་རབས་གསར་པ་གྱི་རྒྱལ་ཁ་ཡིན་པ། གི། ད་ག་འདྲ་ལས་དོན་ཅིག། བརྡ་ལན་ཅིག་ཟེར་བར། འཛམ་གླིང་ལ་ཡ། ལྟས་འབྲི་གི་ཡོད། ཁོ་རང་འདྲ་བོ་ཅིག་ཡིན་ན། ཆབ་སྲིད་ཀྱི་གནས་སྟངས། དཔལ་འབྱོར་གྱི་གནས་སྟངས། རྒྱ་ཁ། འཛམ། རྒྱ་ཁབ་ཀྱི། བདེན་སྲུང་གི་གནས་སྟངས་དཔལ་འབྱོར་གྱི་གནས་སྟངས་ག་འདྲ་དེ་འདྲའི་སྒང་ནི། ཨ་ནི།

གཟིགས་དགོས་ཀྱི་འདུག་ངེས་པར་དུ་དེ་ནི་སློབ་སྦྱོང་གླེང་དགོས་ཀྱི་འདུག་བསམ་ས་རུ་དྲན་གྱི་ཡོད། འདས་པའི་གི་ལོ་བཞིའི་ནང་ལོར་ལ། ང་ཚོའི་གཅན་བཟོད་སྤྱི་ཚོགས་ནང་ལོར་ལ། ང་རང་ཚོ་བདམས་ཐོན་གྱི་སྲིད་སྐྱོང་ཆོས་འཕེལ་འབའ་ཚེ་རིང་གིས། ཨ་ནི། ང་ཚོ་སྤྱི་ཚོགས་ནང་ལོར་ལ། ཁོ་རང་གིས་ག་རེ་འདྲ་བོ་བྱས་ཡོད་ལབ་པས་ན། ཁོ་རང་གི་བྱེད་སྟངས་འདི་ཚོ་མང་ཆེ་བ Trump འདྲ་པོ་འདྲ་པོ་བྱེད་ཡོད་རེད། དཔེ་མཚོན་འདྲ་པོ་བཞག་པ་ཡིན་ན། ཁོ་རང་གིས་འདས་པའི་ལོ་བཞིའི་རང་ལོ་ལ། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམིགས་ཡུལ། རྒྱ་གར་ནང་ལོགས་ལ་བརྗོད་ཞྭ་བྷེ་གི་བོད་མི་ཚོ་གི་དམིགས་ཡུལ། འཐབ་རྩོད་བྱེད་མཁན་སྒྲིག་འཛུགས་ཅིག་དང་འཐབ་རྩོད་བྱེད་མཁན་གྱི་མི་རིགས། དེ་ཚོ་དམིགས་ཡུལ་འདི་ཚོ།

ད་ལྟའི་ང་ཚོའི་སྤྱི་ཚོགས་ནང་ལོགས་ལ། སྤྱི་བསྡུས་གྲོས་ཚོགས་འཚོགས་བའི་སྐབས་ནང་ལོགས་ལ། ད་ང་ཚོ་རང་བཞིན་གྱིས་དུམ་བུ་གཉིས་སུ་འགྲོ་འགྲོ་གི་ཡོད་རེད། ཨ་ནི་དུམ་བུ་གཉིས་སུ་འགྲོ་འདུག་བསམ་པ། ང་རང་གིས་ཟུར་དུ་སྤྱི་བསྡུ་མང་པོ་ཞིག་མཉམ་དུ་འབྲེལ་བ་བྱས་བྱས། སྤྱི་བསྡུས་གྲོས་ཆོད་ནང་ལོགས་ལ་ང་ཚོ་གིས། གནས་སྐབས་ཅི་རིགས་འགའ་ལ། ཨ་ནི། གཅིག་གིས་དངུལ་རྩིས་དང་དེ་འདྲའི་སྒང་ལ་མ་བལྟ། ག་བ་ག་ས་ལག་པ་ཐམས་ཅད་ང་ཚོ་གི་སྤྱི་འཐུས་གྲོས་ཚོགས་ནང་ལ་བགྲོ་གླེང་བྱས་བསྡད་པ་ཡིན་ན། ཨ་ནི། སྤེན་པ་ཚེ་རིང་གི་སྲིད་ཇུས་སྒང་ལོགས་ལ་ང་ཚོ་འཁྱུག་བསྡད་ཀྱི་ཡོད་བསོ་རོགས། རེད་བ། ག་ས་ལ་ན། སྤེན་པ་ཚེ་རིང་གིས་ཁོ་རང་གི་སྲིད་ཇུས་འོག་ལ་འཁྱུག་ཡག་གི་ཆེད་དུ་དང།

གནོད་རྐྱེན་ཤུགས་ཆེན་པོ་སྤྲད་ཀྱི་ཡོད་པ་ལ་སོགས་པ། དེ་འབྲེལ་ལ་ཁོ་རང་གི་ས་སྟེང་ནང་ལ་མར་བབས་རྗེས། ཁོ་རང་གི་ཁེ་ཕན་དང་ཁོ་རང་གི། ཅི་གེ་ག་ལོག་རེ། ཡུན་གུང་དང་དེ་འདྲས་ག་ཡེ་གཅིག་ལ་མིག་ལ་མ་བལྟ་བ་བྱས། མི་དམངས་རང་དང་ལྗོངས་བདག་རང་ལ་ཡང་ས་གནོད་ཅིག་བཏང་རྗེས། ཨ་ནི་ཁོ་རང་ས་གནས་ས་གནས་ས་སྟོང་དེ་ག་རང་ལ་ཡང་མར་བབས་རྗེས། ཨ་ནི་ཁོ་རང་རང་གི་ལས་གཞི་འགོ་བཙུགས། ཐོག་མར་ཁོ་རང་གི་ལས་གཞི་འགོ་བཙུགས་ཡོད་འདུག་ཁོ་མཉམ་དུ་ལ། མི་སུ་གཅིག་མེད། ཨེ་ཉི་མ་གཉིས་བྱེད་གཅིག་གཉིས་གསུམ་བཞི་འགྲོ་དུས་མི་རེ་བྱེད་གཉིས་བྱེད་གསུམ་བྱེད་བྱེད་ནི། ད་ལྟའི་སྐབས་ནང་ལོགས་ལ། རྡ་ར། ལ་ངའི་སྔ་ལྟས་འདིའི་ནང་ལོགས་ལ་ཁོ་རང་གི་རྫོང་འདི། ཧ་ལམ་ད་སུའུ་ཙི་ལན་འདྲ་བོ་ཆགས་བསྡད་རེད། ཆུ་གི་ཡུལ་ར་ཡག་པོ། རི་ནི་མ་ཆུ་ཐད་ཡོང་བ། ཨ་འདི་ཚང་མ་མི་མང་རང་གི། སྡུག་དཀའ་ལས་རྒྱབ་མི་མང་རང་གི་ས་རྡོ་དབོར། མི་མང་རང་གི་ཆུ་ཡུལ་ར་འདི་ཚོ་བྲུས།

བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་རྩ་ཁྲིམས་ཨ་ནེ། ག་ལ་བོ་རེད། སླར་གསོ་བྱེད་ངེས་ངན་པ་སླར་གསོ་བྱེད་ངེས། ཉམས་བདེ་ཡ་དེ་མ་སླར་གསོ་བྱེད་ངེས་ཡིད་ཆེས་བྱེད། མ་སྐད་དགག་པ་རྒྱ་ནི་སྒྲོག་ཡོང་དུས། ད་འདི་ཚོ་གྲས་སྤེན་པ་ཚེ་རིང་གིས་ཟུར་དུ་སྤིས་བྱས་སྤེན་པ་ཚེ་རིང་དང་སྤེན་པ་ཚེ་རིང་གི་ཚོགས་གཏོགས་ཀྱིས། ཨ་འདི་ཚོ་དབུས་མའི་ལམ་ལ་དགག་པ་རྒྱག་ངེས་གཅིག་དང་སྐྱབས་མགོན་རིམ་འཛིན་སྐབས་མ་བརྩི་ངེས་གཅིག་དང། རྒྱ་མིས་ཀྱི་ཡ་ནི་རྒྱུགས་ཁྱི་ཡིན་པ་ལ།

ཞུས་བསྡད་ཡོད་རེད་བ། ད་ང་ཚོ་དེབ་རྙིང་པ་འདི་ཚོ་མ་བལྟ་ཅི་རྒྱག་ཅེས་དེབ་གསར་བ། སྐབས་དང་དུས་ལ་གནས་ཚུལ་ག་འདྲ་འདྲ་བོ་ཅིག་གླེགས་ཡོད་ན་གནས་ཚུལ་འདི་ལ་གདོང་ལེན་བྱས་རྗེས་འཆར་གཞི་སྒྲིག་ཐུབ་ངེས། གནས་ཚུལ་འདི་ལ་ཡང་གདོང་ལེན་བྱས་རྗེས་ཨ་ནི་གོམ་པ་བརྒྱབ་ཐུབ་ངེས། གནས་ཚུལ་འདི་གི་གོ་སྐབས་གླེང་ཐུབ་ངེས་དེ་འདྲའི་ཅིག་གིས། ང་རང་ཚོ་ཉིས་སྟོང་ཉིས་བརྒྱ་དྲུག་ནང་ལོ་ལ་སྲིད་སྐྱོང་བདང་ཡ་འདི་གལ་ཆེན་པོ་ཞིའུ་ཅིག་རེད་བྱས་རྗེས། ང་རང་གི་བསམ་མནོ་གཙོ་བོ་ཅིག་འདི་འདི་རེད། བསམ་མནོ་གཉིས་པ་འདི་གང་ལོ་ལ། ད་ང་ཚོ་དེ་འདྲའི་སྒང་ལ་འགྲོ་གི་ཡིན་ན། ཨ་ནི་གར་འདྲ་བོ་བྱེད་དགོས་ཀྱི་ཡོད་རེད་ལབ་ཙོ་བསམ་པ་གལ་ཆེ་ཤོས་འདི། ད་ལྟའི་སྐབས་ནང་ལོ་ཉིས་སྟོང་བཅུ་དྲུག་ནས་བཟུང་ནས་ད་ལྟའི་བར་དུ་ནང་ལོ་ལ། ང་རང་ཚོ་སྤྱི་ཚོགས་སྦ་ར་གང་དེ་དུམ་བུ་གཉིས་འགྲོ་ཤར་བ་འདི། དུམ་བུ་གཅིག་ཏུ་ཡ་ཁྱི་ཡོང་ཐུ་ཡ། ང་ཚོ་འབད་བརྩོན་ལས་འགུལ་འཆར་གཞི་ག་རེ་འདྲ་བོ་བསྒྲིགས་ཡོད་ན་འཆར་གཞི་འདི་ལ་གོམ་པ་རྒྱག་ཡ་ལ། རྡོག་རྩ་གཅིག་སྒྲིག་དགོས་ཡ་འདི་གནད་འགག་ཆེན་པོ་ནང་ནས་ཆེ་ཤོས་གཅིག་རེད། ང་ཚོ་སྦ་ར་ཁང་མི་མང་འདི་རྡོག་རྗེ་ཆིག་སྒྲིལ་མེད་པ་ཡིན་ན་འཆར་གཞི་ག་འདྲ་འགྲོ་གི་ཡག་པོ་ཡོད་ནའི། འཆར་གཞི་འདིའི་སྒང་ལོགས་ལ་གོམ་པ་རྒྱབ་ཐུབ་ཡག་འདི་དཔེ་མ་ཟིག་ཁག་པོ་རེད། གོ་སྐབས་ག་འདྲ་འགྲོ་གི་བཟང་པོ་ཡོད་ན་གོ་སྐབས་འདི་གཟིམ་ཐུབ་ཡག་འདི་དཔེ་མ་ཟིག་ཁག་པོ་རེད་སོང་ཙང། ཨེ་འགྲིག་གི་སྐབས་ནང་ལོགས་ལ། ང་ཚོ་གི་བསམ་བློ་ག་འདྲ་འགྲོ་གི་སྟངས་གོ་གི་ཡོད་རབས་ལབ་པ་ཡིན་ན་ང་ཚོ་གི་བསམ་བློ་འདི། ད་དེབ་རྙིང་པ་འདི་ཚོ་དང། ཁ་ལག་རྙིང་པ་དང་དུག་ལོག་རྙིང་པ་འདི་ཚོ་ཚང་མ་ལོ་སྟབས་ཅིག་བརྒྱབ་རྗེས་བཞག་རྗེས། དེབ་བསགས་པ་ཁ་ལག་བསགས་པ་དུག་ལོག་བསགས་པ། མི་བསགས་པ། འདི་འདྲའི་ཅིག་ང་ཚོ་གི། ཨ་ནི། སྤྱི་ཚོགས་ནང་ལོ་ལ་གདམ་དགོས་གི། འདི་གདམ་པ་ཡིན་ན། རང་དབང་མེད་པའི་གི་ཆོས་སྐད་ཀྱི་ཡང་དག་ཞེན་ཁོག་གི་རྙོག་དྲ་ཅིག་དང། རང་བྱས་དང་དབུ་མེད་ཀྱི། ཞེན་ཁོག་གི་ཡང་དག་རྙོག་དྲ་ཅིག། ཨ་ནི། མ་ཁྲོམ་བཀྲམ་ནི། འགྲོ་འདོད་སྐྱོ་བ་འདི་ཚོ་ཚང་མ་མེད་པ་ཆགས་འགྲོ་གི། དེ་ཚོ་མེད་པའི་གི་ཆགས་བའི་གི་བརྒྱུད་རིམ་འདི་ན་ནི། ང་ཚོ་མི་མང། རང་བཞིན་མེད་པ། ཨ་ནི་ག་ལི་ག་ལི་ལ་ཡང་ཚུ། གཅིག་ཏུ་ཡང་སྒྲིལ་ཡོང་དགོས། གཅིག་ཏུ་སྒྲིལ་ཡོང་ཚར་བའི་རྗེས་ལ། ཨ་ནི། ཆ་ཤི་བཟོད་ངེས། ཆ་ཤི་སྒྲིག་ཐུབ་ངེས་ཆ་ཤི་ཡོད་ངེས། རྒྱལ་ཁབ་ལ་ཡང་ཞེན་མགོ་ཡོང་ངེས། མི་རིགས་ལ་ཡང་ཤ་ཅན་ཡོང་ངེས། མི་འདི་འདྲའི་གཅིག་ང་ཚོས་གི་བཀོད་ཐུབ་པ་ཡིན་ན། ཏན་ཏན་གོ་ར། ཨ་ནི། འཛམ་བུ་གླིང་ལ་གནས་ཚུལ་ག་འདྲ་འགྲོ་བ་ཞིག་འཕྲད་ཀྱི་ཡོད་ན། གནས་ཚུལ་འདི། དཀའ་ངལ་ག་འདྲ་འགྲོ་བ་ཞིག་འཕྲད་ཀྱི་ཡོད་ན་དཀའ་ངལ་འདི། འགྱུར་བ་ག་འདྲ་འགྲོ་བ་ཞིག་འགྲོ་གི་ཡོད་ན་འགྱུར་བ་འདི་ལ་ཡང་གཟིམ་རྗེས། ཨ་ནི་གོ་སྐབས་གླེང་ཐུབ་ཡ་འདི། ཏན་ཏན་ཡོང་གི་རེད་བསམ་ས་རུ་ཞིག་དྲན་རྗེས། ད་ང། དེང་སང་མང་ཆེ་ཡ། ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་བསྡུ་འདི་དང་སྦྲགས་རྗེས། ཨ་ནི་མ་དོན་འདི་གོ་རེ། སོང་ཙང་ཨེ་འདྲའི་སྐབས་ནང་ལོ་ལ་ང་ཚོ་གི་ལུག་རྒྱུ་གསར་པ་ཅིག། བརྡ་ལན་གསར་བ་ཅིག་རེད་བ། ད་ལྟ་མོ་དྷི་གིས་ཨ་མེ་རི་ཁ་ལ་བརྡ་ལན་ག་འདྲས་སྤྲད་འདུག་གོ། དེ་ནང་བཞིན་ཅིག་གིས་ང་ཚོ་གི་འཛམ་བུ་གླིང་ལ་བརྡ་ལན་དམིགས་བསལ་གྱི་རྒྱ་གར། ཨ་རི། རྒྱ་ནག། དེ་གསུམ་ལ་ང་ཚོ་གི་དམངས་གཙོ་གི་བརྡ་ལན། ཤེས་ཡོན་གྱི་བརྡ་ལན། ག་འདྲས་རོགས་ཅིག་སྤྲད་ཐུབ་གི་རེད། ཡོང་ཙང་འདི་འདྲའི་དགང་བློ་ལ་ང་ཚོ་ཅིག་དགོངས་པ་ཅིག་བཞེས་བ་ཡིན་ན། ད་རིང་ང་ཚོ་གི་བུད་མེད་ཅིག། ཨ་ནི་ཉིས་སྟོང་ཉིས་རྩ་དྲུག་ནང་ལ་སྲིད་སྐྱོང་གི་འོས་མི་སྒང་ལ་བདམས་ཐུབ་བ་ཡིན་ན། ཏན་ཏན་ཁོ་རང་བརྡ་ལན་ཤུགས་ཆེན་པོ་ཞིག་འགྲོ་གི་རེད། རྒྱལ་ཁབ་འདི་གསུམ། རྒྱ་གར། རྒྱ་མི། ཨ་རི། འདི་ཚོ་གསུམ་གྱི་དོ་སྣང་ཤུགས་ཆེན་པོ་བྱེད། ཅན་ཚོ་སྤྱི་ཚོགས་བཙན་འཛུལ་སྒྲིག་འཛུགས་ནང་ལ་སླེབས་ཡོད་འདུག་རང་དབང་མེད་པ། གནས་ཚུལ་མང་པོ་གཅིག་ང་ཚོ་གི་འགྱུར་བ་གཏང་ཐུབ་ཀྱི་རེད་བསམ་ཚར་འོས་གཞི་དྲན་རྒྱུ། སོང་ཙང་འདི་འདྲའི་ཅིག་སྒང་ནི། ཨ་ནི་ངེས་པར་དུ་རྣམ་པ་ཚོ་གི། དགོངས་པ་རྒྱ་ཆེན་པོ་བཞེས་བྱས་རེད་བ། ད་ངས་ད་གིན་ནས་ཚིག་ཕལ་ཆེར་མང་པོ་ཞིག་བཏང་གི་ཡོད་རེད་བ།

སྲིད་སྲོལ་ནང་ལོ་ལེགས་སྐྱེས་རྗེས། ང་རང་ཚོ་སྤྱི་ཚོགས་ཀྱི་དཔལ་འབྱོར་གནས་སྟངས་རེད། ཆབ་སྲིད་ཀྱི་གནས་སྟངས་རེད། གསར་གཏོད་ཀྱི་གནས་སྟངས་རེད། མང་པོ་ཅིག་འགྱུར་བ་ཤུགས་ཆེ་ཕྱིན་པ་རེད། སོང་ཙང། དེ་གི་ནུས་ཤུགས་བརྗེས་ར། ཆུ་དང་ཁེ་མེད་མ་སོང་ན་རྒྱུག་ཆུ་བརྗེས་ར། དེ་དེ་ཉིས་སྟོང་ཉི་ཤུ་ནི་ད་བར་དུ་ནང་ལོ་ལ་ལྟས་ཀྱིས་ཉམས་པ་རེད། ད་ཡང། ཉམས་ཆུང་དེ་ང་ཚོ་གི་སླར་གསོ་བྱེད་དགོས་ཀྱི་ཡོད་ན། ད་ང་ཚོ་རྙིང་པ་གི་ཡོང་གི་མི་འདུག་བྱས་བྱས་ང་ཚོ་ལ་སྡིང་པོས་བསླད་ཚར་རེད་ང་ཚོ་མཐོང་ཚར་རེད། རོ་ཚང་མ་ལོག་གི་ཁ་མ་གྲག་མ་ཐུག་རེད་མ་གཏོགས། མིག་གི་མཐོང་ཡོད་རེད་ཨམ་ཆོས་གོ་ཡོད་རེད། ཉམས་མྱོང་བསགས་ཚར་རེད་སོང་ཙང། ད་ཉིས་སྟོང་ཉི་ས་དྲུག་ན་ལོ་ལ་ང་ཚོ་གི་མིག་གསར་པ་ཅིག་ཕྱེས། རོ། ཀླད་པ་གསར་པ་ཅིག་མགོ་ཅིག་ཕྱེས། ཨ་ནི་གསར་གཏོད་ཅིག། ང་ཚོ་གི་ཉིས་སྟོང་ཉི་ས་དྲུག་ན་ལོ་ལ།

དེ་ས་ཆ་གསུམ་ག་ནང་ལོ་ལ་མང་ཆེ་བ་ང་ཚོ Domestic Tourist རེད། དེ་རྒྱ་གར་གྱི་ཡུལ་མི་རྒྱ་གར་གྱི་མི་རང་ཡོང་རྗེས་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡོང་རྗེས་ཁོ་ཚོ་གི་འགྲོ་སོང་བཏང་རྗེས་ཁོ་ཚོའི་དངུལ་དེ་ང་ཚོ་གི་ཡར་བསགས་རྗེས་ང་ཚོ་ཡར་རྒྱས་འགྲོ་དེ་གོ། སོང་ཚེ་ཨིན་དྲའི་སྐབས་ནང་ལོ་ལ་ང་ཚོ་གི Diplomatic ང་ཚོ་ཆུང་ནས་མི་འདུག་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ལ་སྒྲིག་འཛུགས་ཀྱི་དབུས་འབྲི་དང་སྒྲིག་འཛུགས་ནང་ལོ་ཞུགས་དེ་ངས་མི་ལ་མེད་པ་ཡིན་ན།

མི་རིགས་ལ། སློབ་སྦྱོང་འདི་ཚད་མཐོ་པོ་རག་ཡ་གི་ཆེད་དུ་ར་ལོགས་སུ་བགོ་ཡོད་ཅེས་བརྗེད། པན་ཏྲི་ཇཱ་ཝཱ་ལ་ནེ་རུ་ལ་ཞུ་བ་མ་གཞི་པན་ཏྲི་ཇཱ་ཝཱ་ལ་ནེ་རུ་གས། འདི་ཡ། མི་འདུན་ཞུ་ཅེས་གནང་བ་གིས་སློབ་སྦྱོང་འདི་ང་ཚོ་གི་བུ་ཆོ་གི་མི་འདུག། བུ་ཆོ་ཐང་ཐུག་གི་མི་འདུག། ཁ་སེང་བརྙན་ཐུང་དེ་ཐད་ཀ་དེ་གི་སྙད་ཀྱི་ཐད་ཀ་རྒྱ་སི་ནག་ལ་ཞུས་པས། ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་མེད་རེད་ངས་འདི་ཞུ་གི་མེད་ད། ང་ཚོ་སྤྱི་ཚོགས་ནང་ལ་དཀའ་ངལ་ཡོད་རེད་ཡིན་ན་ད་ལྟའི་སྐབས་ནང་ལོགས་ལ་ང་ཚོ།

ཨ་ནི་ཚོགས་པ་འདི་འདྲས་འདུག་ལྡི་ལི་འདྲ་བོ་ཡིན་ན་མགྲོན་ཁང་གི་བདག་པོ། ཚོང་ཁང་གི་བདག་པོ་འདི་ཚོ་ཚང་མ་གི་ཚོགས་པ་གཅིག་ཡོད་རེད། དེ་ཚོའི་ངོས་ན་ནི་བརྒྱ་ཆ་ལྔ་བཅས་བརྒྱ་ཆ་གཉིས་བཅས་གསུམ་བཅས་བརྒྱ་ཆ་བཅུ་བཅས་བཅུ་ནི་མ་འདབ་འདི་འདྲས་གཅིག་གི་ནི་ད་རིང་ཡ་ཁ་ལག་ལ་ཡིན་ན་རེད་དུག་ལོ་ལ་ཡིན་ན་རེད་ག་རེ་ལ་ཡིན་ན་ང་ཚོ་གི་ཆ་ཡང་ཡོད། ཨ་ནི་ཆ་ཡང་འདི་ང་ཚོ་ཨ་ནི་ད་རིང། རྒྱ་གར་གྱི་མ་ནཱ་ལི་རེད་ད་ག་ན་ཤི་ཨུ་ཏར་ཀ་ཤི་རེད། དེ་ཚོ་ལ་ཡང་དཀའ་ངལ་འཕྲད་བསྡད་བས་ཀྱི། མི་ཚོ་ཆེད་དུ་ལ་ཡིན་ཡིན་བྱས་བྱས། ཨ་ནི། དེ་གི་ཚོགས་པ་ཀི་དུ་ཚོང་གི། ཨ། ད་དེ་ཡོད་ར་བ། ཚོང་འབྲེལ་གི་ཚོགས་པ་ཀི་དུ་རེད་མགྲོན་ཁང་གི་ཚོགས་པ་ཀི་དུ་རེད། རྡ་རམ་ས་ལ་རེད་མ་ནཱ་ལི་རེད། ད་ག་ན་ཤི་རྡོ་རྗེ་གདན་རེད་ད་ག་ན་ཤི་ག་བ་ག་ས་ཡོད་ར་བ་ད་ང་ཚོ། དེ་ཚོ་ཚང་མ་གི་ཁ་རུག་རུག་བྱས་བྱས། ཨེ་ལི་ཤི་ཨེ་འདྲས་ཅིག་རྩོམ་བྱས། ཨ་ནི་གསལ་བསྒྲགས་ཅིག་སྤེལ་བ་ཡིན་ན་བཟང་ངན་ཡིན་ན་ཡང་མ་ང་ཡོང་གི་རེད། བཟང་ངན་ཡོང་གི་འདུག་མཛོ་དགའི་སེམས་པ་ན་ལོ་ལ། ཅིག་རང་དབང་མེད་པ། ཐོངས་ཅིག། ཨའུ་བོད་པ་འདི་ཚོ། དངོས་གནས་དྲང་གནས་སྐྱག་འབུར་རུམ་ཆད་ཀྱི། ཨ་ནི། རྒྱ་གར་འདི། ང་རྒྱ་གར་ལ་སྐྱེས་འགྱོ་ཡིན། ག་ས་ན་ངེད་ཀྱི་ཁྲག་དང་རུ་ཁོག་ལ་ཡང་རྒྱ་གར་གྱི་དར་ལ་བབ་ཏུ་ཡོད་གསུང་གི་འདུག་བདེན་པ་རེད་འདུག་ཨ་བསམ་ས་ཅིག་ཁོང་ཚོ་གི་སེམས་པ་ན་ལོ་གདེང་ཚོད་ཅིག་སླེབས་ཀྱི་རེད་མ། འདི་མི་མང་གི་སེམས་པ་ནང་ལོག་ལ་ང་ཚོ་གི་ཆེད་དུ་ལ་སྡིངས་ཚོ་དང་ང་ཚོ་བོད་མི་རིགས་ཀྱི་ཆེད་དུ་ལ་བརྩེ་བ་སླེ་བ་ཡིན་ན། མི་མང་གི་གཞུང་འགྱུར་བ་གཏང་ཡ་འདི་མི་མང་ལག་པ་ལ་ཡོད་རེད་བ། སོང་ཙང་ང་ཚོ་གི་ཅིག་ཡོད་རེད་བ་ཆ་གཞི་ནི Diplomatic འདི་ཚོ་ཕྲན་འདི་ཚོ་ང་ཚོ་ཏི་ཅི་སླེ་གོ་གང་ལ་བསྡད་བསྡད་ཀྱི་ཡོད་བ་བཟོ་རོགས་སུ་མཐོང་གི་འདུག་སོང་ཙང་འདི་ཚོ་ཕྲན་འདི་ཚོ་ངེས་པར་དུ་འགོག་གི་འདུག་ལྷག་པར་དུ།

ཨུ་ཏར་ཀ་ཤི་ཡུ་པི་གི Uttarkashi གི་ཆུ་ལོག་འདི་འདྲའི་སྒང་ལོགས་ལ་དགོངས་བརྗོད་འདི་འདྲས་སྤུངས་རྗེས། འདི་འདྲའི་སྒང་ལོགས་ལ་སྡུག་སྲན་མཉམ་སྐྱེད་ཅིག་གནང་ཐུབ་པ་ཡིན་ན། ཏན་ཏན་ཁོ་རང་ངོ་ནས་དྲང་ནས་ང་ཚོར་ཐུགས་ཕན་གསོ་གི་རེད་བསམ་ས་རུ་དྲན་གྱི་ཡོད་སོང་ཙང། རྣམ་པ་ཚོ་གཉིས་ཆེ་རོ་ཆེ། བཀའ་དྲིན་ཆེ་དོ་ཅི་ཆེ་ད་ར་ཡིན། ཨ་ནི་ཡང་རྣམ་པ་ཚོ་དམིགས་བསལ་གི་བསམ་ཚུལ་དག་འདི་འདྲས་ཡོད་པ་ཡིན་ན་ནི། གླེང་ཆོག་པ་བྱེད་ཨ་ནི་ཡང་བསྡད་ལ་ཡ། ང་སྙམ་དུ་ལ་ཡང་ཐད་ཀར་རྒྱང་སྲིད་ལ་བཙའ། བཅར་བྱེད་ཀ་མེད་གནང་འདོད་ཡོད་ན། རྣམ་པ་ཚོ་སྒྲུང་ཤོད་བཏང་རོགས་གནང་ངས་རྣམ་པ་ཚོ་གླེང་གི་ཡིན་ཞུ་ཡ་ཡིན། ཨ་འདས་ན་ལོ་མི་བཅུ་གཉིས་ཀྱི་ཕས་ཤ་ཉིང་ཐག་པ་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ། ཨ་འདས་ར་ཡིན་ཨ་ནི། ལ་སོ་ད་སྐར་མ་གཉིས་གསུམ་གྱི་འདུག་བསྡད་གོ་ཨ་ནི་རྣམ་པ་ཚོ་གི་དྲི་བ་དང་ཡང་རྣམ་པ་ཚོ། ངས་ཐད་ཀར་རྒྱང་སྲིད་ལ་བཅར་བྱས་ཡང་བསམ་རྒྱུ། བཤད་ཡག་གི་འདོད་པ་འདྲ་བོ་ཇི་ཡོད་ན་གསུང་རོགས་གནང། ཀ་མ་ཉིད་ཅེས་འདུག་སྟེ་ཨ་ཡིན། ཨ་འདག་ཨ་ར་ཡིན་ད་གང་ལྟ། སོ་སོ་ངོས་ན་ནི་ནི། འདི་སྔས་ཀྱི་ཐད་ཀ་རྒྱལ་སྲིད་ནང་ལོ་ལ་ཞུ་རྒྱུ་བྱུང། ང་རང་གི་འོས་མི་འདི་ནི་ད་དུང་ཤར་གླིང་ཡིན། ཨ་ནི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ནང་ལོ་ལ། ད་གང་ལྟ། ཅིག་གི། སྤྱི་འཐུས་ཀྱི་མིང་འབོད་མང་པོ་ཅིག་བྱས་བཞག་ཡོད། བྱང་ག་རི་ག་ནས་མིང་འབོད་བྱས་ཡོད་ཀ་ན་ད་ནས་སྤྱི་འཐུས་མིང་འབོད་བྱས་ཡོད། དེ་ག་ནང་བཞིན་ཡུ་རོབ་མངའ་གནས་མིང་འབོད་བྱས་བཞག་ཡོད། སོང་ཙང། རྣམ་པ་ཚོ་ཚང་མ་ལ་དགོངས་པ་བཞེས་རོགས་བྱས་ཞུ་ཡ་ཡིན། ཨ་ནི་དེ་གང་ལུགས་ལ་ཟབ་སྦྱོང་གནང་རོགས་གནང་ད་ང་ཚོ་ཉིས་སྟོང་ཉིས་རྩ་དྲུག་བཞི་དགུ་ཡོད་རེད་ད་ལྟ་ལར་ནི་བསྡད་བསྡད་པ་ཡིན་ན། ཨ་ནི་ང་ཚོ་བསྟན་བསྟན་ཁོ་རང། འབོག་ལུག་འགྲོ་གི་རེད་བསམ་ས་རོགས་ཞེས་དྲན་གི་ཡོད་བསྡད་ཀི། འབོད་སྐུལ་ཞུས་བསྡད་ཀི་ཡོད། ཨ་ནི། རེད་ད། ཁ་སང་གི་ཐད་ཀ་རྒྱང་བསྲིང་གནང་རོགས་ལ། འོ་གཡུང་དྲུང་ཚང་ལགས་ཧའི་ཧའི་ཧའི་ཧའི་ད་གཡུང་དྲུང་ཚང་ལགས་ཀྱི་ཧའི་ཧའི་མང་པོ་གསུང་གི་འདུག་གཡུང་དྲུང་ཚང་ཡང་ངས་ཐད་ཀར་རྒྱང་སྲིང་ལ་བཅར་འདོད་ཡོད་ན་སྒྲོན་ཤོག་བཏང་ཡོད་རོགས་འོ་ནི་ངས་ཁྱེད་རང་དེ་འདྲས་ཞུ་ཡོང་གོ། ཨ་ནི། ད་གནས་ཚུལ་བདེན་པ་ག་ཚད་ཡོད་མེད་མ་ཤེས་ར་བ། ཡིན་ན་སྤྱི་ཚོགས་ནང་ལོགས་ལ། སྲིད་ཟུར་ཟུར་བ་མཁས་དབང་བློ་བཟང་སེང་གེ་ཉིས་སྟོང་ཉི་ཤུ་རྩ་དྲུག་ནང་ལོགས་བཞག་གི་ཡོད་བ་གི། གནས་ཚུལ་འདི་འདྲས་ཅིག་སྒྲོག་བསྡད་ཀྱི་ཡོད་རེད། ཨ་གལ་ཏེ་སྲིད་ཟུར་ཟུར་བ་བློ་བཟང་སེང་གེ། ཨ་ནེ་ཉི་སྟོང་ཉིས་རྩ་དྲུག་ནང་ལོགས་ལ་ཞང་གི་ཡོག་པ་ཡིན་ན། རང་ཉིད་སོ་སོ་ངོས་ན་ནི་སོ་སོས་ཀྱི་ཡོད་མི། མིང་བོད་ཞེས་པ་དེ་འགྱུར་བ་ཅི་གས་མེད་ཁོ་རང་རང་ལ། མོ་རང་རང་ལ་ཡང་རྒྱབ་སྐྱོར་བྱས་ཅེས་འགྲོ་ཡ་ཡིན་ཤོད་ཡ་ཡིན་ད་ག་ར་ཡིན་ད་ཨ་ནེ། ཕེབས་ཤོག་ཕེབས་ཤོག་དེ་ག་རྒྱ་སྲིད་ནང་ལོགས་ལ། ཅག་རྗེ་ཡག་རྣམ་པ་ཚོ། ཅིག་དགོངས་ཚུལ་རོགས་སྤུངས་ཡ་ཡོད་ན། གསུངས་ཤོག་ཨ། ཞི་ཅོང་ཟླ་བསྒྲིལ་ཤར་གླིང་ཐུ་ཆེ་ནག་བྱམས་པ་རྡོ་རྗེ་ལགས།

ད་དེ་ལ་ཡང་རྒྱུ་མཚན་མང་པོ་ཞིག་ཡོད་རྒྱུ་མཚན་རེ་རེ་གཉིས་གཉིས་དེ་ནི་མ་དྲངས་བསྡད་པ་ཡིན། ཉིས་སྟོང་ཉི་ཤུ་གི་འོས་བསྡུའི་ནང་ལོ་ལ་ཨ་ནི་ག་འདྲ་རེ་བྱུང་གི་ཡོད་ད་ག་རང་ཆགས་ཀྱི་རེད་བསམ་ས་རུ་ཅིག་དྲན་གྱི་ཡོད་འདི་གི་རྒྱུ་མཚན་མང་པོ་ཞིག་དྲངས་མི་དགོས་བ་བྱས་གང་དག་སོ་སོ་ངོས་ན་ནི་ད་ལྟའི་སྐབས་ན་ལོ་ལ་དགུང་བ་ལྷག་བརྒྱད་རེ་གནམ་གྱི་འགྲོ་ག་ལ་ཉེ་གི་སྲིད་སྐྱོང་ག་ལོ་ལ་མིང་འབོད་བྱས་མེད་ཡིན་ན་ཡང་དགུང་བ་ལྷག་བརྒྱད་རེ།

ཉམས་མྱོང་ནི་ཧ་ལས་བ་རེད། ཨ་ནི་མིའི་ཉམས་རྟོགས་ལ་འབྲེལ་བ་བྱེད་ཡག་སྟེ། བྱེད་ཡག་གི་ཁྱད་ཆོས་འདི་ནི་ཧ་ལས་བ་རེད། སྐུ་ཚ་ཨེ་འདྲས་མང་པོ་ཅིག་བསམ་མནོ་ཅིག་བཏང་རྗེས་ཨ་ད་རི་ཀར་ནང་ལོག་ལ། སྐུ་ངོ་ལྷ་རྒྱལ་གྱི་རྣམ་དཔྱོད་སྒྲོག་ག་ལ། བཀའ་ཤག་སྒང་ལོག་ལ། ལེགས་པ་དང། ནུས་པ་དང། ཨ་ནི་རན་པ་མཐོང་གི་འདུག་བྱས་ནས། དེ་གའི། བསམ་མནོ་ཅིག་ཁེལ་རྗེས་སྲིད་སྐྱོང་སྒང་ལོག་ལ་མིང་དཔེ་བྱས་མེད། འོ་དེ་ཡིན་ཨ་ནི། བདག་རང་ཡིན་ད་སྐར་མ་གཉིས་ལས་ལྷག་བསམ་གྱིས་སྒུག་པའི། རྣམ་པ་ཚོ་སུ་གཅིག་གིས་བལྟས་ན་ལོ་བཅའ་འདོད་དང། དྲི་བ་དྲིས་ལན་དམིགས་བསལ་གྱི་མི་འདུག། སོང་ཙང། ཚང་མ་ལོ་ཐོ་ཆད། ཨ་ནི། ད་ལྟའི་གི་ང་ཚོ་གི། བདམས་ཐོན་སྲིད་གཞུང་ཆེད་སྤེན་པ་ཚེ་རིང་གི་སྲིད་ཇུས་འོག་ན་ལོ་ལ། ང་རང་ཚོ། སྤྱི་འཐུས་རྣམ་པ་ཚོས། ད་ཕྱུགས་མ་རེད་འདུག་ཕྱུགས་ཇུས་མི་འདུག་ཞུ་ཡ་གཅིག་དང།

བོད་མི་རིགས་ཀྱི་ཐབས་བྱུས་འདི་ཕ། ལོ་བཞིའི་རིང་ག་ལ་ནག་སྡོམ་བཏང་ཡོད་རེད་རེད་བ། ད་ང་ཚོ་གིས་ད་ལྟའི་སྐབས་ནང་ལོགས་ལ་སྲིད་སྐྱོང་སུ་འདྲ་བོ་ཅིག་ཕེབས་པ་ཡིན་ན་མ་འོངས་པ་ལ་སྲིད་སྐྱོང་སུ་འདྲ་བོ་ཅིག་ཕེབས་པ་ཡིན་ན། སྐྱབས་མགོན་ཚེ་དཀའ་རྩིས་ངན་ཅིག་དང། དབུ་མའི་ལམ་ལ་ཡང་བརྩི་བཀུར་བྱས་རྗེས་ཆེ་མཐོང་སྤྲད་རྗེས་འགྲོ་ངེས་མ་གཏོགས།

རྐྱང་ལོར་དམུ་ཆེ་དང་བོད་མིའི་སྒྲིག་འཛུགས་ཀྱི་རྩ་ཁྲིམས་སྲུང་སྐྱབ་བྱེད་མཁན་དེ་ཚོ་གི་རྣམ་པ་དེ་སྤྱི་ཚོགས་ནང་ལོ་ག་འདྲ་སྟོན་དགོས་ལབ་ན་དབུ་མའི་ལམ་ལ་མ་རྩི་ངེས་རྐྱང་ལོར་མཛེས་དཀར་ལ་མ་རྩི་ངེས་རེད་བྱས་རྗེས་སྟོན་བྱེད་འགྲོ་བསྡད་ཡོད་འདུག་ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་བསྡུ་སྒང་ལོ་ལ་ཁོ་རང་ཁེ་ཕན་གླེང་ཡ་བྱས་འདུག་ལ། ཁོ་རང་རང་གི་མིང་དང་ཁོ་རང་རང་གི་རྐུབ་བཅག་སྲུང་སྐྱབ་བྱེད་ཡ་བྱས་འདུག་ལ་ཁོ་རང་གི་སྲིད་ཇུས་དེ་སྒྲུབ་བྱེད་འགྲོ་བསྡད་ཡོད། སྲུང་བྱ་དེ་འདྲའི་སྒང་ལོ་ལ། ངེས་པར་དུ་གཞོན་སྐྱེས་ཚོགས་ཀྱི་རེ་བ་ནི་དགོངས་པ་བཞེས་དགོས་རེད་བསམ་སོང་ཆེན་གྱིས་དོ་ཅེ་ན། ཨ་འདི་ཨ་རང་ཡིན། ཚེ་རིང་བླ་མས་སྐྱབས་བདག། བོད་རྒྱལ་ལོ། བོད་རྒྱལ་ལོ་བོད་རྒྱལ་ལོ།